སོ་དང་ང་གཅིག་གིས་དཔལ་སྒྲུབ་པ་རིན་པོ་ཆེ་ལྕམ་སྐུའི་ངག་དབང་རྣམ་རྒྱལ་གྱིས། དེ་དག་རྣམ་ཐར་དངོས་གཞི་བཤད་བྷིད་ཀྱི་ནང་ལུགས་ལྟར་བུའི་སྐོར་དང་ལྷོ་སྐོར་གཉིས་ཡོད་བྷིད་ནང་ལས་ཧ་ལམ་ད་བུའི་སྐོར་དེ་འཇུག་བསྡུ་ནི་འབེལ་དོ་ནས་འཇུག་བསྡུ་ཚ་བོ་མེད་མོད་ལ། ད་ལྷོ་སྐོར་གནང་ལུགས་ད་དགུ་བཅུ་ནི་ད་ཁ་རྩ། ད་ཁ་རྩ་སེ་སྟོད་མེད་ད་ཁྲོ་ཐུལ་ད་ལ་ཁ་རྩ་ཁ་སྙེམས་སེ་ལ་དབོ་བའི་ལོ་རྒྱུས་མི་འདུག་ད་ཁྲོ་ཐུལ་དེའི་སྟེ་ང་ཅག་ཧི་མ་ལ་ར་སྟེ་དཔལ་སྒྲུབ་པ་རིན་པོ་ཆེ་དེའི་སྟེ་ང་ཅག་གིས་དུས་རབས་བཅུ་བདུན་མི་ན་བྱོན་ཆོས་མི་ཡིན་དེ་གིས་ཧི་མ་ལ་སྟེ་དང་བླ་མ་སྤྱི་དང་ལྷག་པར་དུ་སྟེ་དང། གྲུབ་ཐོབ་གཏེར་ཁུང་མ་ལ་དགུ་ཚུགས་དེ་གིས་བས་སྟེ་ང་ཅག་ར་སྒྲུབ་པ་བཀའ་བརྒྱུད་ཀྱི་བླ་མ་མང་ཤོས་ཀྱི་ཆོས་མི་གི་ཁ་ལོ་དེ་ཚོའི་ཆ་སྙོམས་ལ་གདན་ས་བརྒྱུད་པ་ཡིན་མོད་བ་ལ་དང་ནི་བས་སྦས་བོ་དང་ལུག་དག་པས་བྱ་བ་བྱིན་རྟ་ཁ་དེ་སྲིད་ཀྱི་ཁ་ཚ་གི་འཕྲོ་ཐུལ་མོ་སྟེ་ང་ཅག་ར་ཡོངས་འཛིན་ངག་གི་དབང་ཕྱུག་མི་ལ་དང་མི་ཧོམ་ཆོས་རྒྱལ་གྱིས་ཡབ།

སྟེ་གདན་ས་བཏབ་སྟེ་བདེ་ཐང་ལུགས་སྟེ་སྒྲུབ་སྡེ་འདི་སུ་གཙུག་ན་ནོ་ཚེ་ཤུ་ནི་སྟེ་དེ་ཡི་གེ་ཤུལ་མ་ལུགས་ཡོངས་འཛིན་ངག་གི་དབང་ཕྱུག་གི་སྲས་ལ་མི་ཧོམ་ཆོས་རྒྱལ་ཡབ་བསྟན་པའི་ཉེ་འབུལ་གྱི་ཡབ་ཡིན། ངག་དབང་ཆོས་རྒྱལ་གྱི་ཡང་སྲས་ཡིན་ཏེ་ཁོང་ཡན་སྤྱི་ལོ་གཅིག་སྟོང་ལྔ་བརྒྱ། བཞི་བཅུ་ཞེ་གསུམ་ལོ་སྐུ་འཁྲུངས། གཅིག་སྟོང་དྲུག་བརྒྱ་སྟེ་བཅུ་མེད་སྟེ་ལ་ལི་སྤྱི་ཁ་བཞི་ཐུག་ཏུ་འདུག་ལ་ལི་སྤྱི་ཁ་བཅུ་མེད་དྲུག་ལོ་སྒོམ་རྫོགས་པོད་དུ་ད་ལོ་སྤྱི་ཡིན་གཅིག་གི་མཁས་པ་སྟེ་ཨ་ཙིར་ཁ་ལི་བའི་ཐོན་མའི་ཚེ་ཤུ་ནི་སྟེ་ད་སྤྱི་སྟོང་དྲུག་བརྒྱ་བཅུ་མེད་དྲུག་ལོ་སྟེ་ད།

དེ་སྤངས་མ་དེ་རྩིས་མ་དེ་བས་ཨ་ནེ་ཚབས་སུ་སྤྱོད་པ་ར་དེ་ཐུགས་ཕམ་འདི་སྐྱིད་པའི་དགོངས་པ་རྫོགས་རྫོགས་ཙམ་གྱིས་འདུག་ཟེར་ཞུ། ད་ནི་ཡབ་བསྟན་པའི་ཉི་མ་གས་དེ་དག་མཛོད་ན། དེ་དག་ལྷོ་ལུམ་འདི་ན་ལུ་ཆོས་འདི་གི་པའི་ནི་ལས། འགྲོ་དོན་འདི་སུ་མ་ཐུག་ཐུག་པའི་ཅང། དེའི་བཟུང་པས་དེ་བུམ་ཐག་ཆོད་དོན་སྙིང་པོ་གཞོང་ཁ་རྫོང་གདུང་སྲམ་ཡོངས་ལ་རྒྱུན། དེ་མ་འདི་ལྕགས་སམ་ཚེ་མི་ན་ལུ་དེ་སྒྲུབ་སྡེ་འདི་སུ་བཙུགས་འདི་གི་པའི་དེ་དེ་དེའི་གི་སྐབས་ལུ་དེ་བག།

ལས་སྒྲུབ་སྡེ་འདི་སུ་བཙུགས་དེ་ལྟ། དཔལ་སྒྲུབ་པ་རིན་པོ་ཆེ་ངག་དབང་རྣམས་ཀྱིས་ཇོ་ཉིང་གི་དོན་ལྟར་ལུགས་དེ་བཞི་བྱམས་གསུམ་བྱེད་པའི་སྡེ་དེ་བས། དེ་སྟེ་གནའ་མོ་སོ་ཤུ་ནས་ཏེ་དེའི་གི་སྐབས་ལུགས་ལྷག་པར་ཏུ་ང་ཆེ་ར། དེ་དང། འབྲུ་ཆེན་ངག་དབང་ཆོས་རྒྱལ་གྱི་སྐབས་ལས་ར། དེ་ནང་སྒྲུབ་ལུགས་དང་འཁོར་གྱི་གདན་སའི་ལས་བྱ་ཡུལ་དེ་ལས་དེ་བཟུང་བས་སྒྲུབ་སྡེའི་ལས་བྱ་ཡུལ་ལུང་མའི་ལས་བྱ་ཡུལ་བས་ནི་འདི་གི་ཡན་ལག་མ། དེ་དང། མིན། སྒྲུབ་སྡེ་གྱི་སྤྱི་ལ། ཡན་ལག་མ། ར་ལུང་ལས་བླ་མའི་སྐད་ནི་ཡོད་ཟེར་མེད་པ་ལ། བདག་ནི་འདི་སུ་དེ་སྐད་ནི་ཡོད་མེད་དེ་ལོ་ཤུ་ཤུ་དེ་དཔེ་སྒྲུབ་པ་རུ་མོ་ཆེ་བྱོན་ཤི་འདྲ་དེ་ལྟས་ཨ་ར་རླུང་གི་གདན་ས་བོ་ར་ནང་བྱོན་ནི་འདི་གི་དེ་ལོ་སུ་བའི་ལམ་སྐྱེ་གོ་མི་འདུག་མོ་ལ་བདག་ནི་བས་དེ་ལོས་བུ་གི་ལོ་ཅུ་འདུག་ལ་དེ་བདག་ཨ་ནི་ལས་ཏིན་ཏིན་གི་བས་ང་ཆ་ར་དེ་དཔེ་སྒྲུབ་པ་རུ་མོ་ཆེ་ང་བ་རྣམས་ཀྱེ་དེ་ལྷོ་ན་ལོ་བྱོན་མི་གི་སྐབས་ལོ་དེ་བདག་སྒྲུབ་པ་བཀག་རྒྱུ་བི་གི་དེ་ད་གཙོ་བོ་དེ་ད་རོ་གི་ནི་འོ་ཚོ་ལམ་ད་ལས་ཏེ། ཕ་རྒན་གྱི་ཁ་ཐུག་ལ་ཡོད་མི་སུ་དག་ང་ཆ་ལ་ན། དེ་ལྟར་ཐིམ་ཕུག་གི་ཁ་ཐུག་དང་དཔའ་རུ་གི་ཁ་ཐུག་སྟེ་རྟོགས་ལྡན་ཕ་ཇོ། འབྲུག་སྒོམ་ཤོད་ཕུག་གི་གདུང་སྲས་དེ་སུ་གི་སྦྱིན་བདག་གཙོ་བོ་རྦད་དེ་གི་བས་དེ་དག་ཁོང་གིས་ཐོག་མར་སྟེ་ཞབས་ཏུ་དེ་བས་བཞུགས་ནུ་ལ། དེ་ཨ་ནི་བོ་ད་ལོ་སྟེ་དཔལ་སྒྲུབ་པ་རིན་པོ་ཆེ་ནང་མ་བྱོན་མི་གི་ཧེ་མ་ལོ། དེ་དག་དེ་སི་ཞུགས་ཏུ་རུན་པེ་ར་ཡིན་དེ་དག་ག་སྟེ་གུ་ཏི་ལ་བ་བླ་མའི་དུ་དཔོན་དུ་དི་བོ་ད་ལོ་ལུམ་བ་སྤྱི་ལུ་ཨོང་སུ་བི་གི་དཔོན། ལུམ་བ་སྤྱི་ལུ་ཨོང་ཇི་སུ་བི་གི་བླ་མ། དེ་ག་ཡི་མི་བ་དེ་ཨ་ནེ་བས།

དེ་ང་གཅིག་གིས་འགྲུ་ལུགས་དབང་འཇུག་མི་བགྱི་དེ་ལས་ཡིན་མི་ཡིན་སེ་ཞུ་ནི། ད་ནི་བའི་བའི་བུ་ད་ལུགས་ད། དེ་ལྟ་ང་ཅག་གིས་དཔལ་སྒྲུབ་པ་རིན་པོ་ཆེ་ཡང་ར་ལུང་ལས་དེ་ལྟར་ཆུ་རུ་ཐུན་འདི་གི་གཅུན་ནོ་དེ་ཡལ་ལ་མ་འང་བས་དེ་ཁོ་རེ་གིས་ཕྱག་ཞུ་མི་སུ་དང་བཅས་སྦས་པས། དེ་ལྟ་ད་གཙོ་བོ་དེ་ལྟར་ཕྱག་ཞུ་མི་ངོ་མ་ཅིས་དེ་དྲོང་བ་དམ་ཆོས་མི་སྨོ་ལ། དེ་ཡལ་ལ་འང་ར་ལུང་ལས་ཐུན་འདི་གི་བས་དེ། ལྷོ་འབོད་ཀྱིས་ང་ཅག་ར་ད་དུ་བར་འགྲུ་སེ་ལབ་མི་འོང་མོ་ལྷོ་ད་བོས་སེ་ཙིག་བ་བ་བ། ལྷོ་ད་བོས་ཀྱིས་སང་སང་ཚུན་ཚུན་གྱི་ནང་སྐོར་ལུགས།

དེ་ཁ་བུ་པད་མ་བསུ་བ་སྟེ་དེ་ན་ལོ་བཞུགས་གོ་པས་དེ་མཐུན་ནོ་དེ་ལས་རྣམ་སྨིན་བསམ་མེད་ལ་ག་བས་བྱང་བཏགས་ཨ་ན་ལོ་དེ་ལས་དེ། ང་ཅིག་གིས་དཔལ་སྒྲུབ་པ་རིན་པོ་ཆེ་གི་གཏུམ་མོ་སྒོམ་འདི་གི་བས་དེ་བཞུགས་ལྟ་ལོ་དེ་བྱ་ཕུག་གི་ནང་ཁོ་ན་བྲོས་བཏགས་དེ་ལས་དེ་ཨ་ན་བས་དེ་ཆུ་ཁ་གི་ཁ་བུ་དུ་སོའི་ཤུ་དེ་ཨ་ན་བས་དབྱིངས་ཡིན་ཟེར་དེ་ད་གྲུབ་ཐོབ་དེ་ནི་འདི་གི་དེ་ནུས་པ་དེ་འདུན་དབྱིངས་མེད་ལ་ཨ་དེ་ཨ་ན་བས་སྦས་བོ་ད་ལོ་དེ་ལས་དེ་ད་རི་ན་བས་དེ་ད་ང་ཚར་ཨ་ནི་གི་ཐུགས་ཀྱི་བྱིན་རླབས་ལས་དེ་འདི་གི་བས

དེ་ལྷོ་བོད་ཀྱི་ས་མཚམས་གུ་ཧུད་ཀྱིས་ད་ལ་ཅི་གུ་ངོ་ནི་མེད་ད་ཨ་ནི་ལ་ཨ་ཐོམ་དེ་ག་བལྟས་མིན་ནོ་ཟེར་ནས་ཡ་ཟེ་ཟེར་དེ་ཨ་ནི་བས་ཡས་བས་བས་དེ་དེ་ཧེ་མ་བས་བ་ཆེན་ཨ་ནི་གི་ལ་དེ་གི་མི་ལོ་ཚ་ལ་ཟེར་ལ་དོ་མ་བ་དེ་ཨ་ན་ཚུན་ཚུན་གི་ནང་གུ་ལོ་པས་སྒྲུབ་པ་རིན་པོ་ཆེ་དེ་ཨ་ནི་ཨ་ཐོམ་དེ་གི་ད་ང་ཆ་པས་འདི་ལྷ་མི་གི་སྤྲུལ་བས་མེད་དེ་མོ་ཤི་ལ་དེ་དེ་ལམ་པས་དེ་གི་སྐྱེ་ཁོ་བས་དེ་ན་ལ་ཨ་ཐོམ་དེ་ག་བལྟས་མི་བ་ཡས་ཨ་སུམ་དེ་གི་དེ་དུས་ཨ་ནི་ལ་ཚུ་གུ་ཚུ་དེ་ཨ་ནི་ལ་དེ་གི་མི་ལོ་བོ་ཀེ་ལ་ཟེར།

ང་ཚོ་ལ་ཚོང་ན་ང་ཚི་ཚི་དེ་མ་འདྲ་བོ་ཅི་མ་ག་ཅི་བེ་རུ་ཏའ་ཚི་ཚི་སེམས་ཁ་ལུ་ཅི་འུ་ནི་དུ་བ་དེ་ད་དེ་ཚུ་དེ་དེ་ང་ཅག་པས་སྒྲུབ་པ་རིན་པོ་ཆི་པོ་དེ་དེ་བེ་མེ་མེ་ཡ་ཙང་བཏང་དེ་དེ་རང་གི་རྒྱུན་མདུན་ན་ལུ་དེ་དམ་པོའི་ཆོས་ཀི་སྐུ་ལུ་སྐུ་ཡེ་ལ་མ་དེ་ད་ང་ཆིར་གི་ཀ་གི་གོང་མ་པེ་འདི་འགྲུབ་པ་ཡབ་སྲས་དུས་སུ་རྒྱུད་བི་གི་གདན་ས་དང་ཚི་བེ་དེ་དོ་བ་ཨེ་དེ་དེ་ལེ་དེ། གཙང་སྦིག་གིས་འཁོར་འདི་ཚུགས་ཀྱི་འདུས་མ་དེ་བ་སྟེ་ཕུ་ཡར་ལས་དབྱིབས་མེ་ལོ་གདོང་མ་ལས་དབྱིབས་མེ་ལོ་སེ་སྟེ་རང་དབང་མེད་པ་སྟེ་གདན་ས་ན་ལས་ཐུན་རྐྱང་ནི་བས་དེ་སྟེ་ཉི་མ་སྟེ་འོ་ནི་མེ་བ་ཆུ་རུ་དབྱིབས་ཀྱི་དབྱིབས་ཀྱི་ད་ཨའུ་ཀོ་ཇོ་ནི་ཟུམ་པའི་ད་ནི་བས་ཆུ་ནི་འོང་ཚེ་ཆུ་ནི་ད་ནི་འདི་ཚུགས་ཀྱི་རོ་གྱི་ལུ་ཏའུ་ད་ལུ་སྟེ་ང་ཆ་ར་ཨ་ཙི་ཙི་སྟེ་དེ་སུ་སྟེ་ད་དེ་ལྟ་བུས་ཀྱི་སྟེ་བླ་མ་རྒྱལ་བ་གོང་མ་ཡང་སྟེ་དེ་བས་བྱུང་གོ་བུས་ཀྱི་དུས་ཤ་བོ་མེ་སེ་མི་ཅི་སྨོས་ལ་སྟེ་ལྷག་པར་དུ་སྟེ་དེ་སུ་སྟེ་ང་ཆ་ར་ལུང་བསྟན་དེ་གསུམ་གྱིས་མིབ་དྲའུ་ཅི་བས་པ་བྱིན

ཏེ་གྲུ་ཐོད་གཏེར་ཁུག་མ་གིས་ཏེ་གདན་ས་འདི་སུ་ཡ་ཡ་བཅའ་ལོ་ཤུ་ཤུ་ཏེ་ང་ཅི་ར་ག་ཅི་ལོ་ཨ་ནི་འཇམ་དབྱངས་ཏེ་བློ་གྲོས་སེང་གིས་འདི་སུ་གེ་ཏེ་ཕ་གིན་ཟབ་སེ་མོ་གང་སེལ་གང་སེལ་ཏེ་ལོ་ཤུ་ཏེ་ག་ས་སེ་མི་ཏེ་ལོ་ཤུ་ཤུ་ང་ཅི་གིས་ཏེ་དཔལ་སྒྲུབ་པ་རིན་པོ་ཆེ་ཏེ་ངག་དབང་རྣམས་ཀྱིས་བྱོན་ཤི་ན་བས་ཏེ་ཨ་ནི་བས་ཏེ་བེ་བོ་ཨིན་བས་སེ་ཤུ་ནི་ཏེ་ཨ་ནི་བས་བེ་བོ་ད་ལུ་ད་དཔལ་སྒྲུབ་པ་རིན་པོ་ཆེ་ངག་དབང་རྣམས་ཀྱིས་སེ་མི་ཏེ་ཆོས་ཉིད་ཀྱི་བདེན་པ་མ་གཏོགས་ཏེ་ད་ས་ཐོ་བི་གི་བྱང་ཆུབ་སེམས་དཔའ་འདྲ་བོ་མ་ཡིན་དེ་ཆོས་འབྱུང་ཡེ་ཤེས་རྒྱུན་བུ་ལུགས་སྔགས་གཉིས་པོ་ཡི་གང་ཟག་ཅི་མེ་མ་སྤྱིན། དེ་ལྟ། ག་ཆ་ལོ། དབུ་ཞྭ་ཕུའི་རྡོའི་གུར་ཆབ་དབུ་ཞྭ་གི་པགས་སྟོན། ཡ། བུའི་ལུགས་ལྟེ་ང་ཆ་ལ་ལྷོ་བྲག་དཔའ་བོ་དང་རྩི་ཚུལ་ལྟར་བཏབ་མ་འདུལ་བྱོན། ཐུན་མིན་གྱི་སྐབས་ལ། ཕྱག་ཕྱུག་རི་གུ་ཤེས་ཕྱུག་དབུ་ལུགས་ཕྱུག་རི་གུ་ལུགས་ཕྱག་གི་པགས་སྟོན་ཨི་མ་ལ། དེ་ལས་ང་ཆ་ན་ལྷོ་ཀླུང་མདུན་ན་ལུགས་ལུང་ཐུན་ཡུལ་མི་ཡུལ་ཏེ་གཟི་བིག་གི་སྐབས་ལུགས་ཏེ་ཆ་ཁ་རྡོའི་གུ་ལའི་སྟེང་ང་ཆ་ར་ཏེ་ད་ས་ཁྲེ་རྡོ་ལ་སྦྱིན་པ་ཇི་བཞིན་དུ་ཟེར་གསུངས་འདུག་གསུངས་པས་ཡིན་པས་ད་ནི་འདི་ཚོ་བཅའ་བུའི་ལུང་སྡེ་འདི་མི་སུ་ཆ་མཉམ་ར་གྲུབ་རྟགས་དེ་ལྟ་བུ་གི་གྲུ་བི་སྐྱེས་བུ་གཅིག་ཆོས་འདི་གི་བའི་སྟེང་ང་ཆི་གི་ལྷོ་ལུམ་ཏེ་དབང་བཅུ་ནི་མ་གཏོགས་ཆུ་བོ་ཏེ་ད་གཞན་ང་ཆ་ར་ཏེ་ད་ད་རི་ནང་བ་གི་སྨིན་གི་བསླབ་ཏོ་གསུངས་པས་ཏེ་ད་མི་དགུ་འདི་འདྲ་གཅིག་ཡིབ་པས་ཡ་ལུ། དེ་བོད་རུ་སྟབས་མ་འདུག་ཐེངས་འདི་གི་ང་གཅིག་གི་འབྲུ་རྒྱལ་ཁབ་དུ་དབང་འཇུག་སུབ་ཆེ་བས་མ་འདུལ་འོངས་སུ་ནོངས་མེད་དེ་ཚོ་ཆ་མཉམ་ལ་ལྷ་དར་བླ་མེད་ཀྱི་ལུང་བསྟན་ཅི་ག་བས་དེའི་བཅུད་དུ་ཚུགས་ང་ཅར་གདུལ་བྱ་ཀྱི་བསོད་ནམས་ཁ་རྗེ་ཧེ་མ་གི་སྨོན་ལམ་ཆ་མཉམ་ལ་སྟབས་ཆེ་བས་གུང་འཛོམས་འདི་གི་བས་དེ་དལ་བའི་ཆུ་མགོ་བོ་ཙནི་དེ་གི་སུ་གྲུབ་ལྟར་ལུ་སྟག་དེ་གི། ཏེ། དཔལ་སྒྲུབ་པ་རིན་པོ་ཆེ་ངག་དབང་རྣམ་རྒྱལ་སྲས་མི་དེ་གང་ཟག་ཐ་མའི་བ་ཆེན་མེ་འབར་དང་ང་གཅིག་གིས་འབྲུག་རྒྱལ་ཁབ་ན་བྱོན་གོ་མི་དེ་ལུང་བསྟན་དང་ཁྲིད་དེ་ཡིན་པས་ལུང་བསྟན་ཡུལ་མི་རྟ་ཡིག་གི་ཆེད་དུ་ལོས་ཏེ་ཆ་གོ་ཏེ་ང་ཅིར་མ་འོངས་པའི་གདུལ་བྱ་འདི་སུ་ལ་བསྟན་ནུས་ཀྱི་དོན་དེ་མེད་པ་སྟེ་དེ་བག་ལ་མ། ཏེ་ཆ་ག་གི་ཡང་ནི་བའི་དཔག་དོན་མི་འདི་ཚུལ་དེ་ལས་བསྟན་ཏེ་ཨི་མའི་སྲས་ཞུ།